དང། ད་གང་བྱས་ན་མ་བྱས་ན། རྒྱལ་བུ་ཁྲི་བོས་ཤིན་ཏུ་སྐྱེ་བའི་བཀའ་བླང་དག་གོ། ད་རྒྱལ་བུ་ད་ཡང་ཅི་བྱས་ན། ད་ཤིན་ཏུ་ད་ཁོང་ཁྲོའི་བླང་དང། ཁོང་ཁྲོའི་བླང་ངས་དེ་བཏང་ཞིག་གི་ད་ཅི་ཟེར་བས་ན། མིའི་གཞན་པ་ཟིག་གི། སེམས་ཀྱིས།

ཨོ་ཡ། དེ་དག་གནོད་སྦྱིན། དེ་གི་དག་གཟི་བརྗིད་དེ་དོ་ཁོ་ཐི། ཐ་མི་ར་མཉམ་ཐང་ཟིག་མཉམ་སོང་ཟིག་སམ། ཨོ་ཡ། དེ་འདྲི་ད་ཚོ་ནི་ག་རེ་རེད་ཟེར་ན། གཟི་བརྗིད་མཉམ་པར་ཤེས་ཅིར་ཅང་སོང་འདིར་ག། ད་ཁྱི་མང་པོ་གི་ཆིག་འདྲེ་གོ་གི་ཟིན་ན་ད། ཁི་གི་དགའ་མ་དྲི་ནི་དེ་དང་ཟིག་ད། གཟི་བརྗིད་དེ་མ་ར། གཟིག་གོ་ཟིག་ལང་ཚོ་གི། སྟོད་ཀྱི། གཟི་བརྗིད་དེ་མ་ར་མཉམ་སོང་ནི་རེད་ཅིང། འདི་འདྲེ་གོ་གི། ང་རང་གིས་བལྟས་ན། འདི་དུམ་མོ་ཟིག་སྡེར་མོ་ཟིག་མ་རེད། སྡེར་མོ་ཟིག་མ་རེད། འོ་དེ་གཟི་བརྗིད་ཉམས་པར་ཞིག་ཅིག་ཅང་ཟེར་བ་གཟི་བརྗིད་ཆུ་ཉམས་སོང་ན་རེད་ཟེར་ན་ད། རྗེ་བོ་དེའི་ཁྲིད་ནོར་གྱི་དེ་གོ་ཞིག་གི་དགའ་ལུང། དགའ་སྐྱོན། ནང་ནོར་དེ་གི་ད་ཁུལ་ཟིན་ན། ད། དབང་ཐང། གཟོད་ན་ཁ་ཆེའི་དབང་ཐང་ཟིན་ན་ར། དབང་ཐང་གི་གཟི་བརྗིད་དེ་ད་མ་ར་ཉམས་སོང་ན་རེད་ཟེར། གྷིར་ག་བ་སྐད་ཞིག་རང་ཐང་གི་གཟི་བརྗིད་དེ་ཡོད་ན། ཁོས་ད་གའི་རྒྱལ་བོ་གི་ཕོ་བྲང་ནང་ནས་དང་མི་ཐུག་ཐུག་བསྡད་ན་ཆོག་གི་རེད་ལ། ད་གོ་ག་རེ་བྱས་ན། རྒྱལ་བོ་གི་ཕོ་བྲང་ནང་ནས་འདུག་འདུག་ན་ཆོག་ནོ་འདུག་རྒྱུག་གི་ཁ་ལྕེའི་རང་ཐང་གི་གཟི་བརྗིད་དེ་ད་ད་མར་ཉམས་སོང་ནི་རེད། ཨ་ཉམས་སོང་ནི་ད་ད་ཆི་ཟིག་རེད་ཟེར་ན་ཉམས་སོང་ཞིག་གྷིར་ག་རྒྱང་ཕུལ་བ་དང་དང་ནི་རེད། ཨོ་ཆིག་ཉམས་སོང་ནི་རེད་ཟེར་ན་ད།

ཁྱོད་ཀྱི་སྐད་ཆ་དང་ནི་ཉི་ལ་ལ་ཟིག་གིས། ཉི་ཁ་ཁར་ཟིག་གིས་ཡང་ད་ཚོད་ནི། ཅི་ཞིག་འདྲ་ཟིག་གསུངས་དང་ནི་བྲིས་ན། ཡིན་ན་དེ་གའི་རྒྱ་ལོག་ན། འཛིག་གི་ཟིག་གསུངས་ན་ཅི་ག་དེ་གོ་ག། སྐད་ཆ་བཤད་སྟངས་དེ་ནི། ནོར་གྱི་འགའ་ཞིག་ལ་ནི་ཟིན་ནོ། འོ་དེ་ག་ད་རང་ཉིད་ཟིག། ད་རང་ཉིད། བག་མེད་དབང་གྱིར་ཟིག། ད་བག་མེད་ཀྱི་དབང་དུ་གྱིར་སོང་ཟིག་ཁྱི་གས་ཟིག་ན། བག་མེད་ན་ད་འདོད་པའི་དབང་ད་ཅིར་བས། གང་ཟེར་ན། མཛེས་མ་སྤངས་ལ་བློ་ཡི་བར། ད་མཛེས་མའི་དབང་ད་ཅིར་སོང་ནི། རང་གི་ཆུང་མ་གི་དབང་ད་ཅིར་སོང་ནི། དེའི་དབང་ད་ཅི་རེད་ད་དང་བཞག་ཡས། རྒྱལ་བུ་ལ་སྲིད་ཞི་འབྲི་རྒྱུ་གི་བྱ་བ་དེར་ཀ་ཉམས་ཆག་ལ་སོང་ནི། ད་འདི་ལོ་གཅིག་དང་ན་ནོ་ཅིན་ཟིག་ལོ་འདི་ད་ཁོ་འདི་རྒྱལ་བུ་གི་ད་གར་སི་ན་ནང་གི་ད་ད་ཆུག་འདུག་བྱས་ན་ད་ཡག་པོ། རྒྱ་བོད་དབུས་ཀྱི། གོལ། མཛོད་ཁང་གྲོང་ནི། དུ་མ་ཟིག་ཡིན་སོགས། ལ་ལ་གི། རྒྱ་བོད་ཀྱི་སྤྱན་མིག་ཚད། མེ་ཏོག་གྲོང་ནི། དུ་མ་ཟིག་ཡིན་སོགས། ད་གང་ལྟར་ཀྱང། རྒྱ་བོད་ཀྱི་ནང་ནས་ལས་ཀ་བྱེད་མཁན། ད་དུ་མ་ཟེར་ལ། དེ་ད་ག་རེ་ཟིན་ད་རང་གི་ཆུང་མ་ལ་ཆགས་ཡོད་དེ་ནི། ད་རྒྱ་བོད་ལ་སུ་ཞིག་མ་བྲལ། རང་གི་ལས་ཀ་དེ་དག་དག་མ་བྲལ། ད་ཁར་གི་བ་གི། ཆུང་མ་གི་དབང་དུ་སོང་ཡོད་དེ་ནི་ཆུང་མ་དང་མཉམ་དུ་བསྡད་ནས། ད་དུ། ཨ་ཛུ་ལི་ཀ་ཇི་ལི་ཀ་ཛུན་ཇིན་ཨ་ཅོན་ཇི་ན་ར་ཨ། ད་ཆི་ཛི་གུ་ན་ར་ཧུ། ད་ཆོ་རེ་མེ་སོང་མ་ཏོ་ད་ཆི་ད་དེ་སི་དྲག་ཇོ་རེ་དེ་སི་དྲག་ཇོ་རེ་ཨ་ཉ་ཁ་ད་ཟེ་ཛི་མ་ཟེ་ཡེ་ཛི་མ་ཟེ་འདུག་ད་ཨ་ཅོང་ཙེ་ཨ་ཉ་ཀ་གཉན་པོ་ཅིག་དེ་ད་ཆི་ད་ཆོ་མེ་ཕེ་བ་སི་གི་གང་ནས་ཤེས་སོང་ན་ར་ཨ་དེ་ཡོ་ཀ་མོ་རེ་ལ་དེ་ད་ཛེ་མེ་གང་ཅི་ར་ཟེ། དེ་ཛེ་མ་གི་ཧང་ད་ཅི་རེ་སོང་ནུ་གི་ཇི་མཚན་གི་ཨ་ཟེ། ཨ་ད་ཁུ་ག་རེ་རེ་ཟེ་ད་ན་ཨ་ད་ཛེ་མ་དེ

བཞིར་དཀའ་ལ་དང་པོ་ཡིན། དེ་ཧན་ཆ་ནི་དེ་ཧན་ཆ་ནི་ག་རེ་ཟེར་ན་ཤིན་ཏུ་རབ་མཛེས་པའི། ཤིན་ཏུ་མཛེས་པ་ལྟ་ན་སྡུག་པ་གི། ལྗང་ཤིང་དུ་མོ་ཡོད། ལྗང་ཤིང་དེ་ཚང་མ་གི་ཆུ་ཟིག་རེད་ཟེར་ན་ད་བར་གི་ག་ནན་ཁག་གི་ཚ་བ་ཟིག་འོག་གི་མགོ་ཐིག་ནས་གི་དྲི་མ་དང་ལྡན་ནས་གི་ད་དུ་མོ་གི་འོག་གི་ཡིད་དུ་འོང་བ་གི་ད་ཁོར་ཡིག་ཟིག། འདི་ལྟར་ཅི་ཟེར་བའི་ལན། རཱ་མི་རོ་ཨུསི་སི་ཀུ་ན་ཏེ་ངེས་མ་ཇོ་བོ་རཱ་མ་ན་ནགས་སུ་སོང་ནོ་གི་རི་བོ་འདི་ཡིན། འདི་སོང་བ་ད་ལྟ་སྐྱོབ་པར་གནས་པར་གྱིས། འདི་ནི་ད་ཅིག་ཆེ་ཟིག་ཡིན་ད་རང་གི་སྐྱོབ་པ་དེས་བཟུང་ནས་ད་རང་གི་སྐྱོབ་པ་གི་སྒང་ནས་ད་ནི་ཡལ་དུ་གནས་པར་གྱིས་ཅེས་གསུངས་ན་ག་ཚིག་རེད་ལ་ད་ཆོག་སོང་ངོ་ཟེར། དེ་ལྟ་ན་ཚིག་རྐང་འདི་གི་ནང་ནས་ཅི་ཟེར་རེད་ཟེར་ན་དགའ་མ་དྲན་པའི

འདི་ལྟ་ཀུན་འདི། ད། མང་པོའི་ཅི་གི་ཆི་ཟིག་རེད་ཟེར་ན་གཟི་བརྗིད་སྙན་པ་དགའ་མ་དྲན་ནས་ད་ཁོས་ཀི་གཟིག་པོ་ལྟོས་ཅི་གཟི་བརྗིད་དུ་ཉམས་སོང་ནི་རེད་ཟེར་ལྟ་སོང། ད་ང་རང་གིས་འཇི་ན་དེ་དེ་མོ་བདེ་མོ་ཟིག་མ་རེད་ཟེར། འདི་ཆི་ཟིག་འདི་གི་གཟི་བརྗིད་འདི་ཆི་ཟིག་རེད་ཟེར་ན་ཁོས་ཀི་རྒྱ་བོའི་ཕོ་བྲང་ནང་ན་བདེ་མཆོག་ནོར་གི། གངས་ཅན་དབང་ཐང་གི་གཟི་བརྗིད་དེ་ད་མ་ར་ཉམས་སོང་ནི་རེད་ད། ད་ཉམས་སོང་ནི་རེད།

ཨོ་ཡ། དེ་ཉི་མ་མུ་ཏིག་ཆེ་ཟིག་རེད་ཟེར་ན། ད་ག་རེ་གང་ཡིན་ཟེར་ན། ད་རྗེ་བོ་ཏིག་རྒྱ་བོ་ཏིག་ཧམ་ཁུ་རེ། ཆེ་ཟིག་རེད་ཟེར་ན། ད་རྒྱང་ཕུ་ལ་ཐང་སོགས་ཀྱི་ཨ་ནེའི་ཁོར་ཡུག་ས་ཆ་དེ། འདི་མོ་ཡིད་དུ་འོང་བ་ཅིག་རེད། ཨ་ཟུག་བལྟས་ན་འདི་མོ་ཡིད་དུ་འོང་བ་ཅིག་རེད། རེད་དྲ་ར། གནོད་སྦྱིན་དེ་ལ་མཚོན་ན། དེ།

གནོད་སྦྱིན་དེ་ལ་མཚོན་ན་ད་འདི་ཡིན་འདི་ལྟ་ཆེ་ཟེར་ན་ཆེས་མི་སྡུག་པ། ཆེས་ཧ་རང་གི་དགའ་མ་དེ་བཀྲེས་ཤེས་པོ་གི། ཁིར་གི་ས་འགོག་ལ་ད་འདི་ཚང་མ་ཆེ་ཟེར་ཟེར་ན་ད་ཆེས་ཡིད་རྟོན་མང་བ་གི། ད་ཡིད་སྦྱོང་དུ་མི་ཟིག་ན་ད། དེ་ཡིན་ནོ་རྒྱུ་མཚན་གི་ད་འདི་གར་ཟང་ཆོས་ལུགས་ཀ་དང་པོ་ནི་འདུག་དེ་དང་ན

བསོད་ནམས་དང་ལྡན་པ་དེ་ཚུན་གྱི་ན་རིང་གི་དགའ་མ་དང་འབྲོག་ཡུལ་དེ་དང་བཞི་གའི་རི་འདེགས་སྒང་ནས་ད་ལྡན་ནི་རི་རི་འདེགས་བར་གྱི་མེ་ཏོག་རི་ཁ་མཛེས་པའི་མཛེས་པའི་མེ་ཏོག་འདི་རི་ཁ་ཉག་གཅིག་ཏུ་ལོངས་སྤྱོད་བྱེད་ནི་རི། འདི་ན་ཡང་ནུབ་ཀྱི་ཆུ་བོ་འདི་ཚང་མ་ཡང

ད་གི་གན་རྒྱ་ལ་རྒྱ་བོད་གི་ད་ལས་ཀ་བྱེད་ཀྱི་ལས་ཀ་དེ་མ་ལས་དེ་ད་དེ་གི་ད་ཁྲི་ན་ཕག་ཐང་ཞིག་གི་ད་ད་ཐང་ནི་རེད་གོ་ནོ། གང་གི་ད་ཐང་ནི་རེད་ཟེར་ན་ར་མའི་རི་བོ་ཟེར་ནོ་དེ་ད་ཐང་ནི་རེད་ཟེར། དེ་ད་བག་གི་ཁྲིམས་དེ་ད་ཁྱེད་ཐང་ནི་རེད། ཨོ་ཡ་ཁྲིམས་གི་ཁྲིམས་གི་དེ་ཆུང་ངུ་ཟེར་རེད་ཟེར་ན་ཁྲིམས་གི་དེ་ལོ་གཅིག་གི་རང་ལོ་གཅིག་གི་རང་ཟེར་རེད།

དེ་ཡང་ཅི་ནས། བདག་རྒྱུ་བའི་ཁྲོ་བོས་ཤིན་ཏུ་སྐྱེ་བས། དག་བུ་བས་འདི་ཙམ་མ། བདག་རྒྱུ་ཁྲི་བས། རང་ངོ་ཐུལ་བས་རྒྱུ་ཁྲི་བས། ཉེ་བར་ཐུལ་བས་རྒྱུ་ཁྲི་བས། དུ་མ་ཡང་མང་གི། འཁོན་མཆོག་ཅི་ན་འདི། ཡང་ངོ་སྐྱེ་ཤི་བོད་མིའི། ཁྲི་བྱ། བསོད་ནམས་ཆོས་གོས་རྣམ་དག་ཤིན་ཏུ་རབ་མཛེས་པའི། རབ་མཚུངས་དེ། དེ་གོས་འོག་མ་གི། རབ་བཟང་ཞང་ཞུང་དྲི་མ་དང་ལྡན། རབ། འདི་ཚོན་གྱི་ནི།

ལག་པ་ཕྲ་བར་གྱུར་ནས་གསེར་གྱི་རྡོ་བུ་དང་ནི་ཧོང་ཡིག་བར་དུ་བརྗེ་བར་བྱེད། ཕྱི་སྟོད་ཟླ་བ་རྫོགས་པའི་ཉིན་ལ་སྤྲིན་ནི་རི་ཤོད་རི་སྟེང་ཉེ་བར་གྱུར་པ་ནི། མཆོག་ཏུ་རོལ་ཞིང་མཛེས་པར་གྱུར་པས་གླང་ཆེན་ཡིན་ན་སྙམ་དུ་རྟོག་ཅིང་མཐོང་བར་གྱུར། རྡོ་ཟླུམ་དེ་ནི་མཛེས་མ་སྤངས་ཤིང། གནོད་སྦྱིན་དེ་ལ་ཇོ་བོས་མཆོད་པ་བྱས་ནས་ད་དང། ད་ཁར་ག་བ་གི་འགྲོ་གོ་གི་རེད་ར་མའི་རུའུ་ལ་འགྲོ་གི་ར་བོའི་ར་མའི་རུའུ་ལ་སོང་གི་འདི་ནི་ལོ་གཅིག་ག་འདུག་གོ་ཡ་འདོད་བསྟུན་དེ་ནི་མཛེས་མ་སྤང་ཤང་ཟེར་ཨོ་ད་ནོར་ཅིན་འདོད་བསྟུན་དེ་གི་ཁུར་གི་ཆུང་མ་མཛེས་མ་དེ་ད་སྤང་ཐང་འདིར་ད་འཇོག་གོ་ག་སྤང་ནས་ཟླ་བ་འགའ་ཡི་རི་བོ་དེ་ནི་ཤི་བཞིན་པས་ཟླ་བ་འགའ་གི་འགའ་ཡི་རི་བོ་དེ་ནི་ཤི་བཞིན་པས། ད་ཁི་གའོ་ཀེ་རི་བོ་དེ་ལ་སོང་ནས་ར་མའི་རི་བོ་ལ་སོང་ནི། ད་ད་བ། ག་ཡི་རི་བོ་དེ་ནི་ཤི་ཤི་འབིས་གུར་བ། ད། ད་ད་གི་རྒྱལ་བོ་དེ་གི་བུ་ཀྲང་ནི་ཡིས་ཇི་ར། དེ་ནི་ཚིག་འདི་འདྲ་དྲི་གང་ནི་ར་མའི་རི་བོ་ལ་ད་བ་ག་ཤི་གི་འགྲོ་གོ་ཁི་དེ་ནི་ད་བ་ག་ཡི་རི་བོ་དེ་ནི་ཤི་ཤི་འབིས་ནི། དེ་རེད།

གོ། ཚན་འདི་འདྲ་འདྲི་ད་ཚོ་ནི་ག་རེ་ཟེར་ན་ཁེ་བ་ད་ཕལ་ཆེ་བ་གི་ཆིག་འདྲི་དགོས་ཟེར་ན་ཁིར་གི་དགའ་མ་དེ་སྤྲད་ནས་མཛེས་མ་སྤང་ཤང་ཟིག་གོ། མཛེས་མ་དང་ཁ་བྲལ་ནས་རང་གི་ཆུང་མ་དང་ཁ་བྲལ་ནས་ད་ཆི་ཟིག་རེད་ཟིན་ད། ཨོ། ད་ཟླ་བ་འགའ་གིར་བརྗེས་ནས། ད་ཁིར་གྱིས་ཟིན་ཁིར་གི་ལོག་པ་རི་ག་བ་ཁིར་ཞིག་ཁྲ་བར་བྱས་ནས།

ཨོ་ཡ། འདི་ཉིད་ན་ལུས་ཀྱི་དཀའ་ངལ་གཅིག། གཉིས་ཉིད་ན་རང་གི་མཛེས་མ་སྤང་ངེས། མཛེས་མ་དང་ཁ་བྲལ་ནུས་ཀྱི་མཛེས་མ་དྲན་པའི་གདུང་བ། ཨོ། ལུས་དང་སེམས་གཉིས་ཆ་གི་དཀའ་ངལ། ལུས་སེམས་གཉིས་ཀའི་དཀའ་ངལ། ལུས་སེམས་གཉིས་ཀའི་དཀའ་ངལ་གྱི་སྒང་ནས་ད་ཁིར་ག་གི་ཆེད་ཟིན་ད་ཉམས་ཐག་པ།

འོ་ཡ། དོན་འདི་ལ་གཉིས་པ་ནོར་རྒྱལ་མཚན་གྱི་ལྟ་ཕྱིར་ཟེར་ན་གཅིག་ནི། ལུས་ཀྱི་དཀའ་ངལ་དང་གཅིག་ནི་སེམས་ཀྱི་དཀའ་ངལ་རེད། ལུས་སེམས་གཉིས་ཀྱི་དཀའ་ངལ་གང་དུ་ཅི་རེད་གསུངས་དང་ལྟ། འོ། ལྟ་ལོག་པ་དེ་དག་གོ་ད། ཧོང་བ་དེ་དག་གོ་ཁྲ་བར་གྱུར་དེ་ནི་ལུག་གུ་གོ་ལྟེ་བར་ག་ར་ཨ་ད་ཧོང་གི་རྩ་བར་དེ་དག་རྒྱབ་ར་བྱེད་ནི་རེད། ཨ་ཚིག་འདི་དག་གོ་འདི་འདི་གཉིས་ཅིག་འདྲ་གྱི་ན། ད་འདི་ནི་འདྲ་ཚིག་རེད། དེ་ནས་ཕྱི་གཏོར་ཟླ་བ་རྫོགས་པའི་ཉིན་ལ་སྤྲིན་རི་ཞུ་རི་སྟེང་ཉེ་བར་གྱུར་བ་ནི། དེང་དང་ད་ཀོའི་ཕོ་བྲང་ནས་འཕང་བཀུར་བས་ཕ་བལྟས་ནས་ར་མའི་རི་བོ་ལ་ཐོན་རི་ཐ་ཚོད་ནས་ཆི་ཟིག་རེད་ཟེར་ན་ཕྱི་གཏོར་ཟླ་བ་རྫོགས་པའི་ཉི་མ་དེར་དུ་མོ་ཟིག་རེད། དེང་དང་ད་ཀོའི་ར་བ་རི་མོ་ད་ཀ་ཟེར་ར་མའི་རི་བོ་ལ་ཐོན་རི་ཐ་ཚོད་ནས་ད་ཟླ་བ་དྲུག་པ

རང་གི་མི་ཚེ་གི་ལག་ཁྱེར་ནས་བཤད་ན་དུས་ཚོད་དུ་མོ་ཟིག་ལ་ད་ཇོ་བོ་གི་ཁྲིམས་བཅད་བཏང་ན་རེད། ཁྲིམས་བཅོ་བརྒྱུད་ཁྲིམས་བཅོ་བརྒྱུད་གི་དུས་ཚོད་དེ་ཡང་ཆི་ཟིག་རེད་ཟེར་ན། འོ་ཡང། དབྱར་ཟླ་དྲུག་པ་རྫོགས་ནས། སྟོན་ཟླ་གི་དགུན་ནུབ་ཀྱི་དུས་ཚོད་དུ་མོ་ཟིག་བཏང་ན་རེད། ད་གཟོད་འདོད་པའི་གཏམ་གི་སྒང་ནས་བཤད་སོང་ན་འདི་ཟླ་བ་གི་སྒང་དུ་བཤད་སོང་ན་དུས་ཚིགས་འདི་ཡང། ད་གི་གནོད་སྦྱིན་ཁོ་ལ་མཚོན་ན་ཆེས་མི་ལེགས་པ་གི་དུས་ཚིགས་དུ་མོ་ཟིག་ཡིན་ན་རེད།

བརྗོད་བྱ་ཆེ་བ་ཚིག་གཉིས་པ་འདི་རེད། གཅིག་ཅི་ཟེར་རེད་ཟེར་ན། གུར་དགའ་བ་གང་ཞིག་ཁྲི་སྣ་ཐོག་སོང་ནོ། དེ་རེད། ཁྲི་སྣ་ཐོག་སྟོང་ཚོ་ཆད་པ་ཆད་སྟོང་ནོ། གསང་བའི་འཇིག་ན། བཀའ་ཟེར་བརྗོད་བྱ་ཆེ་བ་ཚིག་གཉིས་རེད། ད་ནང་གསེས་ཀྱི་བརྗོད་བྱ་ཆུང་བ་ཚིག་བཞི་དགོས་མི་རེད། ཚིག་གང་ལའང་ད་གི་སྟོང་བའི་དོན་འཇིག་ན།

གོ་བ་འདི་གའི་ནང་དོན་ཆགས་སོང་ར། ཨོ་ཡ་ད་དོན་འདི་རྡོག་རྡོག་བྱས་སོང་ན་དེ་རེད། ཁུལ་བགོས་ཀྱི་རྗེས་མ་དེ་སྤང་བའི་དེ་དང་ཟླ་བ་འགའ་ཞིག་གི་རིང་ལས་ཀྱི་དཀའ་ངལ་སྤྱད་ནས། དེ་ནས་དགའ་མ་དྲན་འགྱུར་ར་དེ་ག་ད་སོང་ད་ལན་ཁོ་ནས་དེ་ག་སོང་ལུགས་ཀྱི་ཚིག་ལས་ཚན་གཉིས་ལ་དཀའ་ངལ་བྱུང་དེ་དང་ཆིག་གིས་ད་ཁུལ་བགོས་ཀྱི་གང་བུ་ཆགས་སོང་ནི་རེད། གང་བུ་ཆགས་ཀྱི་དེ་དང་ཆིག་གིས་ལག་རྩལ་བསྟན་པའི་སྡེ་བ་ཚང་མ་ཡང་ད་ཡར་ཧུང་རྩ་བར་དུ་ད་བགོས་ཀྱི་ལྷོག་ལྷོག་བྱས་ནས་ལོག་པ་གནས་ན་ཅིག་དོན་ན་བགོས་ཀྱི་ཧུང་རྩ་བར་དུ་བགོས་ཀྱི།

ཨོ་དེ་ནར་ཨ། དེ་ཡིན་ཐ་ན། ད་འདིའི་སྐད་ནི་དུས་ཚིགས་གང་དུ་བྱས་ན་ཇི་ལྟར་བཟླ་བ་ཨ་ཇི་ལྟར་ཁ་ཚོན་ལྟར་དྲུག་པ་རྫོགས་པའི་དེ་དང་བཞག་བསྡམས་པ་འདི་དག་གོ་འདི་ཨ་ཆོས་ཀྱི་དུས་ཚིགས་གང་ནས་བྱས་ན་འདོད་པའི་དུས་དེ་ཁས་ལབ་ཀ། ཨ་དེ་ཡིན་ཐ་ན། དེ་ནི་ཡིན་ཅེ་ན་ད་རི་ངོགས་དེ་ནང་གི་སྤྲིན་པ

སྙམ། བདག་གིས་ཡིན་ནམ་དགོས་པ་དེ་ལྟ་ན་སྤྱིར་བཏང་གི་འདི་དེ་མཚོན་ལྟ་བུར། ཧུད་ཅན། ཁྲིམས་དང། པའི། གླང་ཆེན་ཡིན་ར། ད་འདི་ཅག་གི་གང་ཡིན་མི་ཤེས་གི། ཡིན་ནམ། ཟེར་བྱུང་བ་དེ་ལྟ་བུ་ནི་གོ་དཀར་ཅན་དེ་མཚོན་ཡིན་ར། དེ་མཚུངས་ཀྱི་དཔེ་ལྟ་བུ་འདིར་བྲི་ལ། ཡིན་ནའང་མཉམ་དུ་རྟོགས་ཀྱང་མཐོང་བར་གྱུར་ཙང་མཉམ་དུ་རྟོགས་ཤིང་ལྟ་ཚུལ་ནི་ད་ཆི་ཟིག་རེད་ཟེར་གྱི་ད་གཙོ་འདི་ཆི་ཟིག་ད་རབ་བཏགས་ཀྱི་གང་བ་ཚང་རབ་བཏགས་ཀྱི་གང་ད་འདི་ཆི་ཟིག་རེད་ཟེར་ན་ག་ཅག་ཡང་དང་ད་སྤྲིམ་འདུག་རིང་མིན་ན་འདུག་བ་གི་ཆི་གི་ཡིན་ན་སྤྲིན་ལ་ལ་ཟེར་བ་གི་རིག་ངེས་ཅན་གི་ལ་ཧ་ར་ཧུ་རེད།

རེ་དོགས་ཀྱི་ངོ་ལ་སོང། དེ་མཐོང་ན། འདི་གནང་ན། ཆུ་ཟོ་གི། རྒྱན་ཆུ་ཟོ་གི། ཟེར་ན་ད། བྱ་བ་རང་བཞིན་བརྗོད་པ་བྱེད། དོང་མོ། དེ་ནི། སྙིང་རྗེ་གི་ཉམས། ཚིག་རྐང་ཉམས་མོ། དེ་ནི། ཆུ་སྟོད་ཟླ་བ་རྫོགས་པའི་རི་ནི། རི་སོལ་རི་སྟོང་ཉེ་བར་གྱུར་བ། ཉེ་བར་གྱུར་བ་ཟེར་དུས་ནི། ཆུ་སྟོད་རོ་ཞིང་མཛེས་པར་བྱེད་པའི་གླང་ཆེན་ཡིན་ན་སྙན་གྲགས་ཐོག་ཆུ་ནི་རེ་དོགས་ཀྱི་རྒྱན་ཞིག། ད་རྒྱན་གྱི་སྒང་ནས་བཤད་སོང་ན། མདུང་མོ་ཟེར། ཡ། དོན་ནི་རེད། ཉེ་བར་གྱུར་པ་ནི་མཆོག་ཏུ་རོལ་ཞིང་མཛེས་པར་གྱུར་བའི་གླང་ཆེན་ཡིན་ནི་སྙམ་དུ་རྟོག་ཅིང་མཐོང་བར་གྱུར། འོ་ད་འདི་བ་ཀུ་ཞིག་རི་ངོས་ན་འདུག་གི་སྤྲིན་ཕྲུག་ཁོ་ནི་འདི་ལྟར་ཆུ་ཟིག་རེད་བསམ་ད་གླང་མོ་ཆེ་ཨ། གླང་ཆེན་གྱི་བ་ཀུ་འདི་གས་ལྕགས་ཀྱི་ད་གླང་ཆེན་གྱི་ན་ཨ་རྫུན་གྱི་ན་འདི་ནས་སྒང་ལས་སྤྲིན་ནི།